ཡུན་རིང་པོར་འུར་སྒྲོག་བཟོ་བ་བཅས་ཀྱིས་བོད་པའི་སྤྱི་ཚོགས་ཀྱི་གནས་སྟངས་དང་དེ་འབྲེལ་གང་ལོག་ལ་གང་ཐུག་ཐུག་གིས་སོ་སོ་ངོས་ནས་ནི་མ་ཤེས་ན་མ་ཤེས་ན་མ་ཤེས་ན་དྲན་ཅིག་དེའི་དེ་ངེད་ཀྱི་གང་ཟག་འདི་འདྲའི་ཆེད་ཡིན། ད་ཡིན་ན་སྤྱི་ཚོགས་ནང་ལོག་ལ་ང་རང་ཚོ་ལས་ཀྱི་མནའ་མ་འོག་གི་བཀའ་མོལ་གནང་སྟངས་དང་བྱེད་ལུགས་བྱེད་སྟངས་ཅིག་མཐོང་ཡོང་དུས།

དེ་འདྲ་རྣམ་པ་ཚོགས་ཀྱི་རྒྱབ་ཀྱི་རྗོད་བྱེད་ཅེས་ཟེར་བ་ཡིན། ཨ་ནི། དེ་དང་མཉམ་འདོགས་ལ་ད་ལན་གྱི། སྐྱིད་སྡུག་གི། ཕྱག་ལས་གནང་སྟངས་ག་མེད་གནང་སྟངས། ཨ་ནི་ལས་ཀ་ལས་སྟངས། དེ་ག་ནང་བཞིན་བྱེད་མཁན་བཀའ་ཤག་གསར་པ་ཚོགས་ཀྱི། ཨ་ནི་བྱེད་ཀྱི་ལས་ཀ་ལས་སྟངས་དང་བྱེད་ཀྱི། སྤྱི་ཚོགས་དྲ་ལམ་ནང་ལ་མང་པོ་ཅིག་མཐོང་ཡོང་འདུག། སྙེ་མ་དང་མ་འདྲ་བ། འགྱུར་དུས་ཅིག་སླད་བདེ་བ། གཏན་བདེ་ཁོ་རང་ང་ཚོ་ལ་ཡང་གསར་གཏོད་ཅིག་དང་འགྱུར་བཅོས་འགྱུར་གཏོད་ཅིག་ངེས་པར་དུ་དགོས་ཀྱི་ཡོད། འཛམ་གླིང་གི་ཆབ་སྲིད་ཀྱི་འགྱུར་བ་གྱི་ཐོག་ནས་ང་ཚོ་ནང་ལོགས་ལ་ཡང་འགྱུར་བ་ཅིག་གཏན་བདེ་དགོས་ཀྱི་ཡོད། ཡིན་ནའང། ད་ལན་ང་ཚོའི་གི་འགྱུར་བ་འདི།

དཔྱིད་ཀའི་བཀའ་ཤག་གཞན་དང་མ་འདྲ་བ་གི། ད་རི་ཡ་ཕྱག་ལས་གནང་སྟངས་འདི་ཚོ། དགོངས་པ་བཞེས་སྟངས་འདི་ཚོ། ག་རེ་ཐོག་ནས་བཞེས་ཀྱི་ཡོད། ག་རེ་ཐོག་ནས་གནང་གི་ཡོད་གལ་སྐུལ་ཅིག་ཞུ་ཡ་མེད། ཡིན་ན་རང་ཉིད་ཀྱི་སོ་སོ་གི་ཚོགས་པ་འདིའི་སྒང་ལོགས་ལ། ད་རེས་ཅིག་ཐུན་མོང་མ་ཡིན་པའི། དཔྱིད་ཀའི་བཀའ་ཤག་གསར་པ་ཚོ། དགོངས་པ་ཁག་འདི་འདྲའི་སྟངས། ལྷ་སྲུང་ཁག་དེ་འདྲས་མང་པོ་ཆེ་རྗེས་ཁ་འཕེལ་འདུག་ལ། དམ་འབུལ་ཞུས་ཚར་ནས། ཡག་པོ་རེད་འདུག་རྒྱ་རི་ཤུ་ཡའི་སྐད་སྒུག་བྱེད་མེད། ད་ཡིན་ནའི། ད་ལྟ། ལེ་བ་ལེ་ལེ་རྒྱུ་ལྷག་བདེ་བ་ད་ལོ་སྔ། ཧྲིལ་པོ་བྱེད་ཡོད་དུས། སྤྱི་ཚོགས་ནང་ལོ་ལ། དམིགས་བསལ་གྱི། བོད་པའི་སྤྱི་ཚོགས་ནང་ལོ་ལ་ལྷག་བསམ་རྣམ་དག་གིས། ཕྱོགས་ལྷུང་གསུམ་མ་ཧུང་བ་ཐོག་ནས། དགའ་མོས་དགའ་ཐོག་ཏུ་མ་ཕོངས་བ་ཐོག་ནས་བོད་བསྟན་པ་ཆབ་སྲིད་དང། བོད་མི་རིགས་ལ་དགོངས་པ་ཅིག་བཞེས་ཅེས་ཕྱག་ལས་གནང་བ་ཡིན་ན། ཨ་ནི་དགོངས་པ་ཁ་འབྱེད་མཁའ་འགྲོ་བ་དང། ལྷ་སྲུང་ཁ་འབྱེད་མཁའ་འགྲོ་བ་ལས་ལྷག་འདི་རེད། འདི་དངོས་གནས་དྲང་གནས་ཀྱི་ཆོས་རེད་མ་གཏོགས། ད་ཟླ་གཅིག་གི་ངས་གོང་དུ་ལབ་བ་ན་བཞིན། ད་རེས་ཅིག་ང་ཚོ་གི་རྒྱ་དགའ་ཐོབ་བ་དང།

ཡིན་པ་གཅིག་དང་བོད་པའི་སྤྱི་ཚོགས་དང་བོད་རྒྱལ་ཁབ་ལ་ཡང་ཤ་ཆེན་དང་བསམ་ཤེས་བྱེད་དེ་ངེད་ཀྱི་མི་གཅིག་ཡིན་པའི་ཆ་ནི། ང་རང་གི་ཁ་ཕག་གི་མདུན་ལ་ང་རང་གདོང་བསྟན་བྱས་ཚོར་བ་བསམ་ཆུ་བཤད་དེ་ངའི་བདག་དབང་རེད། ང་ལ་མ་འདོད་ངེས་ང་དང་ལྟ་བ་མ་མཐུན་མཁན། བསམ་མནོ་བཏང་སྟངས་མ་འགྲིག་ངེས་འདི་ཚོ་རྐྱང་པ་ཚོ་ག་རེ་དྲན་གྱི་ཡོད་ན་རྣམ་པ་ཚོ་གི་བདག་དབང་རེད། སུ་གཅིག་གིས་གཅིག་གིས་གཅིག་ལ་ཡང་དགག་པ་རྒྱག་ཡས་ཀྱི་ཐོབ་ཐང་ཡོད་མ་རེད། གལ་ཏེ་ང་ནོར་འགྲོ་གི་ཡོད་ན། ནོར་གི་འདུག་བྱས་བྱས་ཨ་ནི་ཉི་མ་གཅིག་དེ་ག་རྒྱང་སྲིད་ནང་ལ་ཡོང་ཟེར་ངས་ལྷག་པར་དུ་དུས་རྟག་ཏུ་བཤད་དེ་ཡོད། སྤྱི་ཚོགས་ནང་ལོགས་ལ་ཨ་ནི་ང་ནོར་གི་འདུག་ཟེར་མཁན་མི་འདི་དང། ང་གཉིས། ང་གདོང་བསྟན་རྗེས་ཚོགས་པ་སྐྱིད་སྡུག་མི་ལ། གདོང་བསྟན་རྗེས། བགྲོ་གླེང་ཅིག་བྱས་བཞག་པ་ཡིན་ན། ཁྱེད་ཚོས་སྤྱི་ཚོགས་དང་བོད་མི་རིགས་དང་བོད་རྒྱལ་ཁབ་ལ་ཕན་པར། དེ་མ་གཏོགས་གཅིག་གིས་གཅིག་ལ་ཡ། ཁ་སྙན་པོ་ཐོག་ནས། ཨ་ནི་ཁྱེད་རང་ཧ་གོ་གི་ཡོད་བཱས། ཨ་ནི་ཅིག་མང་པོ་ཅིག་ཀ་མེད་ཅིག་གནང་གི་འདུག་བཱ། འདི་ཚོ་གྲས་འདི་ཚོ། དཔེ་མཚོན་ཅིག་བཤད་པ་ཡིན་ན། རྣམ་པ་ཚོ་ལ་ཡ་གོ་བདེ་པོ་བྱས་ནས་ཞུས་པ་ཡིན་ན། ངེད་ཀྱི་འདི་སྙད་ཀྱི་ཐ་མག་གི་ཐད་ཀ་རྒྱང་སྲིད་གང་ལོག་ལ། སྒོ་མང་གྲྭ་ཚང་ངོས་ན་ནི། ཨ་ནེ། ཅིག་གི་སྒོ་མང་གྲངས་བྱང་ལ་ཡང། ཐོག་མར་ངེད་ཀྱིས་འབོད་སྐུལ་ཞུ་བ་ནང་བཞིན་བྱས། སྒོ་མང་གྲྭ་ཚང་ངོས་ན་ནི། སྐུའི་སྤྱི་བསྡུ་སྐུ་ངོ་ཨ་འབྲུག་ཚེ་བརྟན་ལ་ཡང། ཨ་དགོངས་པ་བཞེས་བྱས། མ་འོངས་པ་ན་ཡིན་ན་དགོན་པ་ལ་ཡང། ལོག་ཆོས་ཡས་ཀྱི་ལམ་ལུགས་ཆེ། ལམ་གཅིག་བསྟུན་བྱ་བ་ལ། བོད་མི་ཞིག་ཡིན་པའི་ཆ་ནས་སྙིང་ཐག་པ་ནས་དོ་ཁྱེད་ནང་ཞུས་ཡོད།

ལམ་གྱིས་སྟོན་བ་འདི་ལ་སྙིང་ཐག་པ་ནས་ཐོག་ཆེ་ཞུ་གི་ཡོད། དེ་ཚ་ང་ཚོའི་སྤྱི་ཚོགས་ནང་ལ་འདི་འདྲས་བྱེད་ཡོད་རེད་འདི་ཁོ་གནས་ཚུལ་ཐ་དད་རེད། ད་རིང་འདིའི་ནང་ལོར་ལ་ཨ་ནི་ང་རང་ཚོ་ཆབ་སྲིད་ཀྱི་དབུ་ཁྲིད་རྣམ་པ་ཚོ་གིས་བོད་རྩ་དོན་འདི་གལ་ཆེན་པོ་ཡིན་པ། བོད་ཀྱི་རིག་གཞུང་འདི་གལ་ཆེན་པོ་ཡིན་པ། གཅིག་སྒྲིལ་འདི་གལ་ཆེན་པོ་ཡིན་པ་མང་པོ་ཅིག་གསུང་གི་འདུག་རེད་བ། དེ་རིང་ལག་ཐལ་མོ་གཉིས་རྒྱག་ཚེ། སྤྱི་འཐུས་རྣམ་པ་ཚོ་ལ། མ་འོངས་པ་ནི་བཀའ་མོལ་འདིའི་དྲན་ནས་མཛོ། མ་གནང་རོགས་བྱེའོ། བུ་གུ། ད་རིང་གི་འོས་བསྡུ་འདིའི་ནང། འོས་བསྡུ་འདི་གི། ཨ་ནི། བརྒྱུད་རིམ་འདིའི་གང་ལོག་རྣམ་པ་ཚོ་གཟིགས་པ་ཡིན་ན། ང་རང་ཚོར་བ། མི་ཐོག་མང་པོ་ཞིག་བར་དུ་ད་འདོད་ཡིན་ན། གཅིག་སྒྲིལ་གྱི་ངོ་བོ་དགང་བློ་ལ་བསྒྱུར་ཐུབ་ཡག་འདི་པད་མ་སི་ཁ་པོ་རེད་པད་མ་སི་ཁ་པོ། རྣམ་པ་ཚོགས་ཀྱིས་ད་རེས་འོས་བསྡུ་འདིའི་དགང་བློ་ལ་འཆར་གཞི་གླེགས་སྟངས་དང་འོས་བསྡུ་འདི་གི་ཨ་ནི་འཆར་གཞི་སྒྲིག་སྟངས་ར་བ་བྱས་པ་ཡིན་ན། ཆོལ་ཁ་གཅིག་ལ་ཆོལ་ཁ་གཉིས་དང་ཚོགས་པ་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་གཅིག་གིས་ཨ་ནི་གཅིག་གི་ཁོ་ཕག་གར་སོང་བ་རེད། རུག་རྒྱ་ནི། མ་རྫོགས་ཡག་གི། རྣམ་པ་མ་དོ་ད་རིང་གི་འདིའི་ནང་ལོགས་ལ། བོད་སྤྱི་པ་སྤྱི་དང་བོད་མི་རིགས་ལ་ཡང་བསམ་བློ་བཏང་རྗེས་འོས་བསྡུ་འདི་རྩ་བ་རིང་འགྲོ་ཡོང་མ་རེད། ལྷག་པར་དུ་ངས་ཀྱི་ང་རང་ཕ་ཡུལ་གཅིག་པ་མང་པོ་གཅིག་ལ། ད་ཕེ་རེ་རྒྱ་ཡག་གི། རྒྱུ་མཚན་རྩ་བ་རིང་དུ་ཡོང་མ་རེད། གོ་སྐབས་སོ་སོ་ལ་རག་རེད་ད་ཁོ་ཚོ་སོ་སོ་གི་གོ་སྐབས་འདི་ཟིན་ཐུབ་ཡོང་མ་རེད་འདི་ཤེས་དེ་ཡོད། དེ་ཡིན་དུས། ཕྱི་དུ་གྲོས་ཚོགས་གཅིག་དང། ཁ་པར་གྱི་བདུན་དང་གསར་འགོད་པ་བདུན་ལ། ངེད་མ་ནི་རེད། ལོ་མང་པོ་ཕྱི་ནས། རྣམ་པ་ཚོགས་ཀྱི་ཚང་མ་ལོ་ད་ར་གསུང་གི་རེད། ནུས་པ་མཉམ་སྤུངས་གོམ་པ་བདུན་བུན་གཅིག་སྒྲིལ། བོད་བསྟན་པ་ཆབ་སྲིད་གཉིས། ད་ནི་བོད་མི་རིགས་བོད་རྒྱལ་ཁབ་འདི་རྣམ་པ་ཚོ་གི་ཁ་པར་བདུན་དང་གསར་འགོད་པ་བདུན་དང་སྤྱི་འཐུས་གྲོས་ཆོད་ནང་ལོགས་ལ་མང་པོ་གསུང་གི་རེད་བ། དོན་དངོས་པོ་འདིའི་ནང་ལོགས་ལ་ཨ་ནི་རྣམ་པ་ཚོ་གི་བྱིས་ལུས་བྱེད་སྟངས་བརྟག་པ་ཡིན་ན་ཨ་ནི་རྣམ་པ་ཚོ་གཅིག་པོ་གཅིག་ཡང་སླེབས་ཐུ་ཡ། རྣམ་པ་ཚོ་གཅིག་པོ་གཅིག་རྐུབ་བཀྱག་འདི་གང་ལོ་བསྡད་ཐུ་ཡ། དེ་མ་གཏོགས་གཞན། ཁྱོད་རྒྱུ་ཁ་གི་སྐྱིད་སྡུག་དང་རྡོ་སྟེགས་ཀྱི་སྐྱིད་སྡུག་འདི། ཏག་ཏག་སོས་ཀྱི་ལྟ་བ་ཅིག་མ་གཏོགས་གཞན་སྐལ་ཡོད་མ་རེད་དཔེ་མཚོན་ཙམ། མི་ལ་རང་བཙན་གྱིས་ག་རེ་གསུངས་ཡོད་རེད། དབུས་གཙང་གི་མི་མང་གིས་བོང་གུ་གཅིག་ཡར་བསླངས་བཞག་པ་ཡིན་ན། དབུས་གཙང་མི་མང་གིས་བོང་གུ་གཅིག་མི་བོང་གུ་འདྲ་བོ་གཅིག་ཡར་བསླངས་བཞག་པ་ཡིན་ན། ཁོ་སྐྱིད་སྡུག་ཐོབ་ཀྱི་རེད་གསུངས་དགོས་རེད། ད་འདི། དངོས་གནས་དྲང་གནས་མི་ལ་རང་བཙན་གྱི་སྲུང་བ་འདི། ད་རིང་དངོས་གནས་ཁོ་ན་བྱུང་ཡོད་རེད། འདི་ད་རང་བྱུང་ཡོད་རེད། སོང་ཙང་ང་ཚོ་བོད་བསྟན་པ་ཆབ་སྲིད་གཉིས་རང་ལོ་ལ། བོད་མི་རིགས་དང་བོད་རྩ་དོན་ལ། ཨ་ནི། ཕན་པ་གི་བུ་འགུ་ཡག་སྐྱེ་ཡག་སྐྱེ་ཡག་གི་ང་ཚོ་གི་དམིགས་ཡུལ་འདི་མ་རེད་པ། རེད་པ། རང་རོ་སུ་ཡིན་ན་ཤི་བྱེད་ཉི་མ་གཅིག་འགྲོ་དགོས་དགོས་པ་རེད། ལུང་པ་འདི་གཡུགས་རྗེས་ས་ཆ་འདི་གཡུགས་རྗེས་འགྲོ་དགོས་དགོས་རེད། དེ་འགྲོ་བའི་ཉིན་མོ་འདི་རུ་ཁྱེད་རང་རྒྱབ་ལོགས་ལ་ཡར་འབུ་ཅག་བཏང་སྐད་དང་ཁྱོད་རང་སྒོ་ནས་ཡར་སྐྲག་ལ་གཟིམ་ནས་འཐེན་སྐད་སུས་ཅི་ཡོང་གི་མ་རྟགས། ཁྱོད་རང་གི་བྱས་བཞག་པ་འདི་ཨ་ཞང་ཆོས་རྒྱལ་བདུན་ལ་ཡར་རྩིས་སྤྲོད་རྩོད་ལེན་ངེས་པར་དུ་བྱེད་དགོས་དགོས་རེད། ཨོ་ཛ་འདི་ཚོ་དྲན་འདི་ཚོ་དེ་འདྲས་ཁོ་ར་ང་ཚོའི་སྤྱི་ཚོགས་ནང་ལ་བསམ་བློ་གླེང་གི་མི་འདུག་ད་འདོད་ཡིན་ན་དེ་གི་ངས་ཞུ་བདེ་དགོས་བ་མི་ཏོ།

འོས་བླུགས་སྟངས། ཨ་ནེ་ཚོགས་པ་སྐྱིད་སྡུག་ཡོད་ར་བ་གཞུང་འབྲེལ་མ་ཡིན་པའི་མང་པོ་ཅིག་གིས་འོས་བླུགས་སྟངས་དེ་འདྲ་ལ་བརྟགས་པ་ཡིན་ན་ང་རང་ཚོ་གཅིག་སྒྲིལ་གང་ལ་འགྲོ་ཡ་འདི་དཔེ་ཁ་པོ་རེད། དཔེ་རེད། དེ་ནི་དུས་རྟགས་སུ་ངས་བཤད་གི་ཡོད་བ་ང་རང་ཚོ་གི་སུ་གི་ཡིན་ན་ཡིན་འོས་གཅིག་གིས་ཐོབ་པ་ཡིན་ན་ཐོབ་པ་རེད་ཁས་ལེན་དགོས་རེད་བྱས་བྱས་བཤད་བསྡད་གི་ཡོད། ད་རེས་ང་ཚོས་ཕྱི་རྒྱལ་ཡུལ་གྲུ་ཁག་ནང་ནས་སྤྱི་འཐུས་ཡོང་མཁན་ཚོ། མི་ལ་རང་བཙན་གྱི་སྲུང་བ་ནང་ཤེས་ཅིག་དང་དབུས་གཙང་མི་མང་དང། དག་ཅིག་གིས། ད་ངས་ག་དུས་ཡིན་ན་མིང་མ་འཕོད་དགོས་དྲན་གྱི་ཡོད་རེད། དབུ་མའི་ལམ་གྱི་ཚོགས་པ་ཡིན་བྱས་ཚེ་མང་པོ་ཅིག་གིས། ད་རེས་ཕྱི་རྒྱལ་ཡུལ་གྲུ་ཁག་ནང་ནས་སྤྱི་འཐུས། ཡ་བསྐོས་བྱ་བ་འདི་ཚོ་རྣམ་པ་ཚོ་གི་འཇོན་པ་རེད།

དེ་ཞུ་དགོས་ཡ་དེ། ད། ཡུ་རོབ་སྤྱི་བསྡུ་དང། ཨ་རིག་གི་སྤྱི་བསྡུ། གཉིས་པོ་ལ་ཡ། སྤྱི་ཚོགས་ནང་ལོགས་ལ། བར་སྐབས་བསལ་ལ། སྤྱི་ཚོགས་ཟླ་དྲུག་ཕར་དྲུག་བཟོས་པ་རེད། ད་ང་དང་ང་འདྲ་བོ་མང་པོ་གཅིག་གིས་སྤྱི་ཚོགས་དྲ་ལམ་བརྒྱུད་བྱས། འབད་བརྩོན་ཞེ་བོ་བྱས་པ་རེད་རེད་བ། དེ་འདྲས་མ་གནང་རོགས་བྱས། དེ་འདྲས་མ་བྱས་རོགས་བྱས་བྱས་བྱས། ད་དེ། སྟབས་མ་ལེགས་བ་ཅིག་ལ། ང་ཚོ་མི་ཆུང་དྲག་ཆས་ཁ་ལ་ཉན་ཡོང་མ་རེད། སོང་ཙང། བརྒྱ་ཆའི་བདུན་ཅུ་ཅེ་རྡོ་རྗེ་མི་མང་གིས། ད་ཁྱེད་རང་ཚོ་ལ། བཤད་ཡག་དང། ཁུངས་སྐྱེལ་ཡག་དང། དཔང་རྟགས་བསྟུན་ཡག་དང། ཨ་ནི།

ཆབ་སྲིད་རེད་རེད་བ། དེ་གས་ཆབ་སྲིད་ཀྱི་གོ་རྟོགས་མི་འདུག། ཁྱེད་རང་ཚོ་གས་ཆབ་སྲིད་འཁྲབ་ཤེས་ས་ལ། ང་ཚོ་ཆབ་སྲིད་འཁྲབ་མ་ཤེས་བ་དང། ང་ཚོ་ལ་ཡ་ཆབ་སྲིད་ཀྱི་གོ་རྟོགས་མེད་བ་དང་དེ་འདྲའི་རྩ་བ་ར་ནི་ང་རྩ་བ་ར་ནི་དྲན་གྱི་མེད་ད་རེད་བ། དེ་གམ་ཚིག་ང་སྤོ་བ་ཡོད།

གང་ལྟར་བྱེད་ཀྱི་རེད་བ། ང་རང་ཚོ་སྤྱི་ཚོགས་ནང་ལོགས་ལ། ནུས་པ་མཉམ་སྤུངས་གོམ་པ་མདུན་སྤོས་ཆིག་སྒྲིལ། མེད་པ་འདི་གསལ་བོ་ཞུ་བྱེད་རེད། མེད་པ་འདི་གསལ་བོ་ཞུ་བྱེད་རེད། འོ་ཀུན་དགའ་རབ་རྒྱས་ལ Thank you Thank you དོ་ཆེ་ན། འདི་མེད་པ་འདི་གསལ་བོ་ཞུ་རེད་ང་ཚོ་སུ་གཅིག་གི་དེ་ལ་ཡ།

ཆབ་སྲིད་ཀྱི་གནས་སྟངས་གང་ལོག་ལ་ང་ཚོ་གིས་གཅིག་སྒྲིལ་ངང་ནས་འགྲོ་དགོས་རེད་བྱས་པ་ཡིན་ན། ཞེན་ཁོག་སྐམ་པོ་གཅིག་དང་དགའ་མོས་དགའ་ཐོག་གཅིག་དང། རང་རྒྱལ་གཞན་ཕན་བེད་ཀྱི་ཕམ། གི་བསམ་མནོ་གཅིག་ཁེངས་ངེས་ཀྱི། གང་ཟག་འདི་འདྲས་ཀྱིས་དཀའ་མོས་འདི་འདྲས་གནང་ནས་འགྲོ་བསྡད་པས་ནི་གཅིག་སྒྲིལ་ཡོང་གི་རེད་བསམ། རྩ་བ་རང་ནས་ཡོང་གི་མ་རེད། དེ་རྩ་བ་རང་ནས་ཡོང་གི་མ་རེད། ངའི་མི་ཐོག་འདི་གང་ལོག་ལ་ཡོང་གི་མ་རེད།

ང་ཚོ་འཐབ་རྩོད་པ་ཅིག་རེད་འཐབ་རྩོད་བྱེད་མཁན་གྱི་མི་རིགས་ཅིག་རེད། འཐབ་རྩོད་བྱེད་མཁན་གྱི་སྒྲིག་འཛུགས་ཅིག་འདུག་ལོ་ལྔ་རིང་ཁག་རྣམ་པ་ཚོ་ལ་ཡང་འཐབ་རྩོད་བྱེད་ཡག་གི་ཞབས་ཕྱག་ཅིག་དང་གོ་སྐབས་ཅིག་ཕུལ་བཞག་རེད། ད་ལྟ་འགྲོ་བ་ལས་འགྲོ་རྒྱུ་སླ་བ། ལས་བ་ལས་ལས་རྒྱུ་སླ་བ། ཤེས་བ་ལས་ཤེས་རྒྱུ་སླ་བ། མང་པོ་ཅིག་ཡོད་འདུག་ཨ་ནི། སྤྱི་ཚོགས་ལ་ཡང་ལྷག་བསམ་རྣམ་དག་གིས། ཕྱོགས་ལྷུང་སུ་མ་ཕོངས་དགའ་བས་དགའ་ཤོས་དགའ་ཏོག་མ་ཕོངས་བ་ཐོ་བ་ནི། བོད་མི་རིགས་དང་བོད་རྒྱལ་ཁབ་དན་ད་ལ། ཕྱག་ལས་ཅིག་གནང་བཞག་པ་ཡིན་ན། ལྷ་སྲུང་རྟེན་སྲུང་དང་སྐུ་སྲུང་ཐུགས་སྲུང། ཕྱོགས་ལ་ཡང་རྗེ་དྭགས་ཕུལ་བ་ལས་ལྷག་བསམ་གྱི་ཆོས། ངོ་མ་དེ་དེ་རེད། འོ་དེའི་རྗེས་ཤུལ་ན་བསམ་ཚར་བ་ཞིག་དྲན་སོང། དེ་གོང་དུ་ལབ་བ་ནང་བཞིན་ཡིན། སོ་སོ་གི་མཐོང་ཚགས་ནི་གོ་ཚགས་དེ་འདྲས་ཡིན་འདུག། ཅིག་མ་ཤེས་རང་ཤེས་རོགས་ཁྱེར་གྱི་འདུག་མ་གཏོགས་ཅིག་མང་པོ་ཅིག་བཤད་དགོས་བསམ་ས་རྩ་བར་དྲན་གྱི་མེད། ང་ཟེར་ན། བཤད་བྱེད་འདི་ཡི་འགྱུར་བ་འགྲོ་ཡ་དང་བཤད་བྱེད་འདི་ལ་ཡར་ངོ་ནས་དྲངས་ནས་ཡོང་གི་རེད་བསམ་ས་ཅིག་སོ་སོ་ངོས་ན་ནི། ར་བ་དང་ཡིད་ཆེས་དང་དེ་འདྲ་སྤུ་ཙམ་མེད་སྤུ་ཙམ་མེད། ལོ་ལྔ་རི་འགའ་བསྡད། ནི་དགའ་མོའི་དགའ་སྟོབས། སོ་སོ་གི་ཆོས་ཆོ་ག།

ག་རེ་ཡིན་པ་ཡིན་ན་ད་ཚེ་སྐབས་ནང་ལ་ག་བ་ཡོད་བ་ཡིན་ན་ག་རེ་ཡིན་པ་ཡིན་ན་རྐྱང་བོར་མི་ཚེ་དུས་ཚིགས་བཀའ་དྲིན་རེད་དེའི་རྗེས་ལ་སོ་སོ་ཕ་མ་དང་ཨམ་ཆེན་ཚོས་བོད་མི་སྒྲིག་འཛུགས་ཀྱི་བཀའ་དྲིན་གྱི་རེད་དེ་ལ་ཡག་ཅིག་གི་བཤད་དགོས་ཡག་དང་དེ་ལ་ཡག་འབྲི་བཤད་རྒྱག་དགོས་ཡག་གི་རྩ་བ་རང་ནས་ཡོད་མ་རེད་ཨང་དེ་ཡིན་ཨང་གཙང་མ་ལོ་ཐོ་ཆེ་ཚེ་རིང་བླ་མའི་སྐྱབས།